ལྡང་ལི་ཞི་བདེ་དེ་བས་ཅི་ནུས་དཔང་སོ་སྐྱབས་མགོན། ཡང་ཐམས་ཅད་ཀྱིས་གཟིགས་པ་ཆེན་པོ་ཆོས་ལ་གུས་ཕྱག། སྤེལ་བ་དང་བཅས་དེ་རིང། གདན་ས་ཆེན་པོ་དགའ་ལྡན་རྣམ་པར་རྒྱལ་བའི་གླིང་གི་རྒྱ་མཚོ་ཐོས་བསམ་ནོར་གླིང་གྲྭ་ཚང་གི་གཙུག་ལག་ཁང་ནང། རྒྱལ་སྤྱིའི་པཱ་ལི་དང། ལེགས་སྦྱར་ཆོས་བརྒྱུད་འཛིན་པའི་ཤེས་ཡོན་བྱེད་ལས།

འདས་ཚོས་ཀྱི། བྱེད་ཉིད་རྣམ་པ་གདན་ས་འདི་ཡི། ལས་ཀྱི་སྣེ་མོ་བ་དང་སྟེ་ཕན་ངེས། ཚོགས་བཅར་བ་ཡོངས་ལ་གུས་བཏུད་འཚམས་འདྲི་ཞུ་ཡ་དང། འདི་ནས་ད་ལྟ་འདི་ནི་མ། ཞུ་ཡ་སྟེ། ད་གིན་རྒྱལ་སྤྱི་དགེ་ལྡན་ལྷན་ཚོགས་ངེས་སྟོན་པས་གསུངས་པ་གཞི་བཟུང་ད་གཙོ་བོ་འགྲོ་བ་སྟེ་ལས་བསྡོམས། སྙིང་བསྡུས་ཀྱི་དུས་དགོས་བ་རེད་ད་དེ། ད་ལྟ་རྒྱལ་སྤྱིའི་པཱ་ལི་དང་ལེགས་ཆ་ཆོས་རྒྱུད་འཛིན་པའི་ཤེས་ཡོན་བརྗེ་ལེན་གྱི་ལས་གཞི་ཐེངས་གསུམ་པ་དེ། ཚོགས་ས་ཚོགས་ཡུལ་འགྲོ་བ་དེ་ས་གནས་ཁག་བཞི་འགྲོ་གཅིག་བྱ་བསྡད་བ་རེད་དང་པོ་དེ་གནས་མཆོག་རྡོ་རྗེ་གདན། གཉིས་པ་དེ། གདན་ས་ཆེན་མོ་དགའ་ལྡན་རྣམ་པ་རྒྱལ་བའི་གླིང། གསུམ་པ་དེ་ཤྲཱི་ལངྐ་དང་ཨེ་ཤི་བ་སྟེ་ཐའི་ལེན་བཅས་བྱས་ནས་ཧྥ་ཤི་ཤུག་བཅས་བྱས་ནས་འཚོགས་ཡུལ་བཅས་བྱས་ནས་ད་གནས་ཆོས་རྡོ་རྗེ་གདན་ལ་འཚོགས་ཟིན་པ་བཅས་དགའ་ལྡན་རྣམ་པའི་སྐྱེ་བའི་གླིང་ལ་དེ་རིང་བར་དུ་འཚོགས་ཟིན་པ་བཅས་ད་རྗེས་སུ་ཤྲཱི་ལངྐ་དང་ད་ལྟ་ཐའི་ལེན་ལ་འཚོགས་ཡ་དེ་ད་ལྟ་ཧཧ་དེ་ཡང་རེད། དེ་ཡིན་དུས་གནས་ཆོས་རྡོ་རྗེ་གདན་ལ་ཉིན་གྲངས་སྐྱོ་སྡུག་ཚོར་ཡོད་པ་རེད། ཉིས་སྟོང་ཉིས་རྩ་བཞི་གི་སྤྱི་ཟླ་བཅུ་གཉིས་ཀྱི་ཚེས་གཉིས་ནས་ཉིས་སྟོང་ཉིས་ཚེས་ལྔ་སྤྱི་ཟླ་དང་པོའི་ཚེས་གཉིས་བར། གནས་མཆོག་རྡོ་རྗེ་གདན་ལ་ལྷན་འཛོམས་གནང་ནས་གཙོ་བོ་གནས་ཆེན་ཁག་ལ་མཇལ་ཁ་དང། སྨོན་ལམ་གསུང་ཆོག་ཞུ་ཡག་གདའ་ན་ཤིང་བྱ་རྒོད་ཕུང་པོའི་རིལ་ཤེར་སྦྱིན་གསུངས་ཚུལ་སྐོར། འོ་མའི་ཚལ་དུ་འདུ་བ་གསུངས་ཚུལ་སྐོར་བཀའ་བསྡུ་དང་པོ་མཛད་པའི་གནས་གང་ཡིན། པའི་ནཱ་ལེནྡྲའི་ཆོས་བརྒྱུད་དང། བོད་དང་ནཱ་ལེནྡྲའི་ཆོས་བརྒྱུད་འབྲེལ་བ་བྱུང་ཚུལ། འདིའི་སྐོར་ལ་ཡང་དང་བསྡུ་གླེང་དང་ངོ་སྤྲོད། སྐབས་དེ་དུས་ཞིབ་ཚགས་སྡུག་ས་གནང་བཞག། དེ་ནས་གདན་ཆེན་པོ་གངས་ཏི་རྣམ་པར་རྒྱལ་བའི་གླིང་ལ་ཡང། ཕྱི་ལོ་ཉིས་སྟོང་ཉིས་ཚན་ལྔའི་གི་སྤྱི་ཟླ་དང་པོའི་ཚེས་ལྔ་ནས། དེང་ཚེས་ཉི། བཅོ་བརྒྱད་བར། གདན་ཆེན་པོ་དགའ་ལྡན་དུ་འཚོགས་པའི་སྐབས་ལ་ཡང། དེ་རིང། དགའ་ལྡན་བྱང་རྩེ།

སྐུ་མཆེད་མཛད་སྒོའི་སྐུ་མགྲོན་གཙོ་བོ་གདན་ཞུ་བྱེད་ཕྱིར་ནི་དག་ནང་བཞིན་རྒྱལ་སྤྱིའི་ནང་པའི་མཐུན་ཚོགས་ཀྱི་ངེས་སྟོན་པ་དང་དྲུང་ཆེ་ལ་སོགས་པ་རྒྱལ་སྤྱིའི་སྐུ་མགྲོན་མང་པོ་ལྷན་འཛོམས་ཀྱིས་སྐུ་མཆེད་མཛད་སྒོ་ཚོགས་ཡོད་རེད། དག་ནང་བཞིན་དགའ་ལྡན་ཚོགས་ཆེན་དུ་འདུས་པའི་བགྲོ་གླེང་ཚོགས་ཡོད་རེད། དེ་རིང་སྔ་དྲོ་ར་སྟོད་གྲྭ་ཚང་ལ་ཡ། ཚེ་མིའི་སྐོར་དང་འཇང་དགུན་ཆོས་སྐོར་བཅས་བྱེད་ཕྱིར་ནི་ཚད་མ་དང་འབྲེལ་བའི་བགྲོ་གླེང་གཟུགས་ཆེན་ཚོགས་གནང་ཡོད་རེད། དེ་ནས་བདག་ཤ་ཆང་གྲ་ཚང་གཉིས་ལ་ཡང་ཉི་མ་བདུན་རེ་བདུན་རེ་བྱས་བྱས་ནས་བརྗོད་གཞི་མི་འདྲ་བ་མང་པོའི་ཐོག་ལ་ཡང་གོ་གླེང་འདུག་སེ་གནང་འདུག་པ་བྱུང་ཡང་རེད། དེ་ཡང་མ་གཏད་ཞིབ་ཚགས་སུ་ཞུས་པ་ཡིན་ན། གཙོ་བོ་ད་ལན་གྱི་བགྲོ་གླེང་གནང་ཡག་གི་བརྗོད་གཞི་དེ། པཱ་ལི་དང་ལེགས་ཆ་ཆོས་བརྒྱུད་འཛིན་པའི་དགེ་འདུན་པ་ཕྱོགས་སོ་སོ་ནས་འདུལ་བའི་གཞུང་སྤྱི་བཤད་དང། གསོ་སྦྱོང་ཚོགས་དང་ཕ་མ་ཆིག་ཆོད་བྱེད་སྟངས། རྩ་རྐྱང་སྐོར་སྡེ་ཚུལ་ཐོག་ལ་བཀའ་བསྡུར་འབྱུང་བཞག་དག་ན་ཤེས་ཕྱོགས་སོ་སོའི། གཞུང་ནས་བཤད་པའི་ཕར་ཕྱིན་བཅུ་དང་དྲུག་གི་སྐོར་སྐྱབས་འགྲོའི་སྐོར། པཱ་ལིའི་གཞུང་ནས་གསུངས་པའི་བདེན་བཞི་དང་དབུ་མའི་ལམ་རྟེན་འབྲེལ་གྱི་སྐོར། ལེགས་སྦྱར་གཞུང་ནས་གསུངས་པའི་ཤེར་ཕྱིན་དང་སྟོང་ཉིད་དབུ་མའི་ལམ། དེ་དག་མདོ་སྔགས་གང་གི་སྐབས་སུ་གལ་གནད་ཆེ་ཚུལ། དག་ན་ཤེས་གསང་སྔགས་སྤྱི་བཤད་གསང་སྔགས་ཀྱི་སྔོན་འགྲོའི་གལ་གནད། སྒོམ་སྒྲུབ་ཀྱི་སྐོར། ཐུགས་དམ་དང། རྨི་ལམ་མམ་གཉིད་ཀྱི་རྣལ་འབྱོར་གྱི་ཐད་ཚན་རིག་པའི་ཞིབ་འཇུག་དང་འབྲེལ་ནས་ཉམས་ཞིབ་སྐོར། ནང་པ་དང་ཚན་རིག་བར་གྱི་བགྲོ་གླེང་གི་ཐད་ནམ་རྒྱུན། སྐྱིད་སྣང་གོང་ས་སྐྱབས་མགོན་ཆེན་པོ་མཆོག་སྐུ་བཞུགས་ཐོག་ལ་སེམས་དང་ཚོགས་ཀྱི་བགྲོ་གླེང། ཟླ་གསུམ་གསོ་གྲངས་གྲོགས་ཀྱི་འཚོགས་ཡག་རེ་དེ་ཚོའི་གལ་གནད་སྐོར། བོད་བརྒྱུད་ནང་བསྟན་བྱུང་ཚུལ་སྤྱི་དང། ད་རིང་དེ་རིང་མཇུག་བསྡོམས་མཛད་སྒོ་ལ་ཡང་བོད་ཀྱི། ད་གང་ལྟར་སྔ་འགྱུར་རྙིང་མ། སྒྲུབ་བརྒྱུད་བཀའ་འགྱུར་དག་ནང་བཞིན་དཔལ་ས་སྐྱ་པ་དྲུག་དགེ་ལྡན་པ་བཅས་ཀྱིས་ནི་རྒྱའི་མཇུག་སྡོམ་མཛད་སྒོ་ལ་ཡང། བོད་བརྒྱུད་ནང་བསྟན་གྱི་ཆོས་བརྒྱུད་ཡོངས་རྫོགས་ཀྱི་རྒྱའི་སྐུ་ཚབ་ཏུ་གཟིགས་ནས་ཕེབས་ཐུབ་པ་ཙུག་བྱུང་ཡོད་པ་རེད། རྩ་བའི་བགྲོ་གླེང་དངོས་གཞི་སྐབས་ལ་ཡང། གཙོ་བོ་འགྲོ་བ་དེ་རུ་དགེ་ལྡན་པ་དང། སྒྲུབ་བརྒྱུད་བཀའ་བརྒྱུད་བཅས་ཀྱིས་ནི་གཙོ་བོ་ད་ལྟ། བོད་བརྒྱུད་ནང་བསྟན་ཁུངས་ནི་ད་གཙོ་བོ་ཆོས་བརྒྱུད་ཁག་གཉིས་འདུ་བྱེད་ཡིན། དུས་བཀའ་བརྒྱུད་ཀྱི་ཆོས་འབྱུང་བྱུང་ཚུལ་དགེ་ལུགས་ཀྱི་ཆོས་བཀའ་བརྒྱུད་ཀྱི་ཆོས་འབྱུང་སྐོར་དགེ་ལུགས་ཀྱི་ཆོས་འབྱུང་སྐོར་དག་ནང་བཞིན། གདན་སའི་ནང་དུ་སློབ་གཉེར་གནང་ཕྱོགས་དང་གདན་སའི་ངོ་སྤྲོད་དགེ་འདུན་པ་རྣམས་ཀྱིས་ཉིན་ཞག་ཕྲུགས་གཅིག་གི་རིང་དགེ་འདུན་པའི་གནང་སྒོ་དང་འཚོ་བ་སོགས་ཀྱི་སྐོར་ཇི་དགེ་དེ་ལྟར་ངོ་སྤྲོད་བྱུང་ཡང་རེད། གང་ལ་ཞིག་གྲྭ་ཚང་སོ་སོའི་སློབ་གྲྭ། དཔེ་མཛོད་ཁང། ཚན་རིག་ཁང་དུ་གཟིགས་ཞིབ་གནང་ཡང་རེད་ལྷག་པར་དུ་ཡང་དཔེ་ཁྲིད་དགེ་རྒན་རྣམས་ཀྱི་དཔེ་ཁྲིད་གནང་ཕྱོགས་སྐོར་ལ་ཡང་དཔེ་ཁྲིད་དགེ་རྒན་སོ་སོའི་གིས་དཔེ་ཁྲིད་གནང་སའི་གི་ད་གཟིམ་ཤག་དང་འཛིན་ཁང་དང་དེ་ཚོ་ལ་ཡང་ཆེད་བཅར་བྱས་བྱས་ནས་དཔེ་ཁྲིད་གནང་ཕྱོགས་དེ་ཚོའི་སྐོར་ལ་ཡང་གཟིགས་ཞིབ་གནང་ཡོད་རེད་ད་ནང་བཞིན་གྱི་ད་ལྟ་གཙོ་བོ་གདན་ས་འདི་ལ་ཡང་འཇང་དགུན་ཆོས་ཚོགས་པའི་སྐབས་ཡིན་དུས་འཇང་དགུན་ཆོས་ཀྱི་རྩོད་པ་དང་དམ་བཅར་གཟིགས་ཞིབ་དང་ཁྱད་པར་དུ་ཡང། འཇང་དགུན་ཆོས་རྩོད་གཅོད་དམ་བཅའ་ཆེན་མོ་ལ་ཡང་མཉམ་ཞུགས་བྱེད་ཅེས་ནི། གསོད་གཅོད་དམ་བཅའ་རེད། ཚིམ་འབུད་དམ་བཅའ་རེད། དེ་འདྲའི་ལས་ཁོ་རང་ཚོ་མཉམ་ཞུགས་བྱེད་ཅེས་ནི། རྩོད་པ་དང་དམ་བཅའ་དང་དེ་ཚོའི་ཐོག་ལ་ཡང་ཐུགས་སྣང་གནང་ཡ་འདུག་བྱུང་ཡོད་རེད། ཁྱད་པར་དུ་ཡང། ད་ལྟ་འདིའི་གདན་ས་དེ་ལ་ཡང་འཇང་དགུན་ཆོས་འཚོགས་པའི་སྐབས་དང། པཱ་ལི་དང་ལེགས་ཆ་ཆོས་བརྒྱུད་ཀྱི་ཤེས་ཡོན་བྱེད་གླིང་གི་ལས་གཞི་བཅས་བྱས་ནས་དེ་བཞིན་ཤེས་ཡོན་གྱི་ད་ལྟར་ཤེས་ཡོན་དང་འབྲེལ་བའི་ལས་གཞི་ཆེན་པོ་གཉིས་མཉམ་ཐོག་འགྲོ་གི་ཡོད་པ་ཡིན་དུས་སྐབས་དེ་ལ་ཡང་བོད་ནང་དུ་ས་ཡོམ་བྱུང་བ་དང། ཨ་རིའི་ནང་ལ་མེ་སྐྱོན་བྱུང་བཅས་བྱས་ནས་གནས་ཚུལ་འདི་འདྲའི་བྱུང་ཡོད་དུས་ད་ནི་གཙོ་བོ་དམིགས་བསལ་གྱིས་མཆོད་འབུལ་འཚོལ་བ་བཅས་མཐུན་འབུལ་གྱི་ཚོགས་མགོན་ལ་ཡང

དེའི་གདན་ས་དེའི་ཚོགས་པའི་སྐབས་ལ་ཡང་རྩ་བའི་བགྲོ་གླེང་དབུ་འབྱེད་མཛད་སྒོ་དང་མཇུག་སྡོམ་མཛད་སྒོ་དང་བགྲོ་གླེང་ཆེ་བ་ཁ་ཤས་ཀྱི་ཚོགས་ཡར་ཏེ་རྒྱུན་ལྡན་གྲྭ་ཚང་གཉིས་ལ་ཡང་བདུན་ཕྲག་རེ་རེའི་ནང་ལ་ཡང་ད་ག་འདིར་བརྗོད་གཞི་འདྲ་མིན་ཐོག་ལ་ཡང་ད་ལྟ་གོང་དུ་ཞུས་པའི་གཞི་བཟུང་གི་བགྲོ་གླེང་དང་དེ་རིང་དག་ནང་བཞིན་གྱི་གོ་བསྡུར་བཀའ་བསྡུར་ལྷུག་པོ་རེ་འབྱུང་བཅས་བྱས་ནས་དེ་འདྲའི་ཐོག་ནས་ད་ཕྱོགས་གཉིས་ཀའི་ཤེས་ཡོན་གཅིག། རྒྱུན་ལྡན་ཤེས་ཡོན་རེད་ཉམས་བཞེས་གནང་སྟངས་རེད་དེ་རིང་མང་པོ་གཅིག་ཐོག་ལ་ཡང་ཕན་ཚུན་རྒྱུས་ལོན་འགྲོ་ཐུབ་པ་བྱུང་ཡོད་རེད་ཁ་ཕོ་དོན་དང་གནས་ཚུལ་གལ་ཆེ་བ་མང་པོ་གཅིག་འདི་འདྲ་ཚོགས་ས་དང་དེ་རྩོད་པ་ཚོགས་ས་དང་གསོབ་སྦྱོང་ཚོགས་ས་དང་འདི་འདྲས་རང་ལ་ཡང་ལག་ལེན་ངོ་མ་ག་རེ་གནང་གི་ཡོད་མེད་འདི་གལ་ཏེ། དངོས་སུ་ཕར་གཟིགས་ཡ་ཡོད་པ་བྱེད་ཅིག་ནས་དཔེར་ན་གསོབ་སྦྱོང་འགྲོ་ཅིག་ཡིན་ན་བོད་ཟླ་ཟླ་བཅུ་གཅིག་གི་ཚེས་པ་བཅོ་ལྔ་ལ་ཡང་པཱ་ལིའི་ཆོས་བརྒྱུད་འཛིན་པ་ཁོ་རང་ཚོའི་གསོ་སྦྱོང་ཐུགས་སུ་ཚོགས་རྗེས། གསོ་སྦྱོང་སྐབས་ལ་ཡང། ད་ལྟ་ང་རང་ཚོའི་ལེགས་སྦྱར་ཆོས་བརྒྱུད་འཛིན་པའི་ད་ལྟ་མཉམ་ཞུགས་གནང་མཁན་དགེ་བཤེས་དང་མཁན་པོ་ཆ་ཚང་ཕེབས་ཡོད་པ་རེད། ད་ནི། པཱ་ལིའི་ཆོས་བརྒྱུད་འཛིན་མཁན་ད་ལྟ་ཐ་ཡི་དང་ཤྲི་ལངྐ་དང་ལའོ་སི་ཁོ་རང་ཚོའི་ཆ་ཚང་ཕེབས་རྗེས་ཕྱི་ནས་གསོ་སྦྱོང

བགྲོ་གླེང་འགྲོ་ཐུབ་པ་དང་གནད་དོན་མང་པོ་གལ་ཆེ་བ་མང་པོ་ཅིག་ཐོག་ལ་གཟིགས་ཞིབ་གནང་ཐུབ་པ་རྒྱུས་ལོན་ཐུབ་པ། འདི་འདྲའི་ཅིག་ད་མང་པོ་ཅིག་འདུག་བྱུང་དེ་ཨ་རི་ལྷག་པར་དུ་ད་གཞི་རྒྱ་ཆེ་བའི་མཆོད་འབུལ་འཛམ་གླིང་སྤྱི་གི་ད་ཅིག་དམག་འཁྲུག་ནད་ཡམས་མུ་གེ་བཞི་ཡ་དང་བོས་སུ་ད་བོད་ནང་ས་ཡོམ་གྱི་ཡང་ལ་བའི་ད་གནས་ཚུལ་བྱུང་ཡོད་དུས་འདི་འདྲས་ཀྱི་འདས་མཚོན་ཆེད་དུ་རེད་ཨ་རིའི་ནང་ལ་མེ་སྐྱོན་གྱི་གནོད་སྐྱོན་ཅུང་ཞིབ་པོ་བྱུང་ཡོད་དུས་འདི་འདྲས་ཀྱི་འདས་མཚོན་གྱི་ཆེད་དུ་གཞི་རྒྱ་ཆེ་བའི་མཆོད་འབུལ་འདི་གའི་དེ་ཡ་ལེན་འདུག་ཅེས་བྱས་ནས་མཉམ་བཞུགས་ཐུབ་པ་འདུག་བྱུང་དེ་དུས་ད་འདི་ལས་བསྡོམས་ཚུད་ད་ངས་སྙིང་བསྡུས་གཅིག་ཏུ་ཞུས་པ་ཡིན་ལ་དེ་རིང་འདི་ཐད་གཏོང་ཡིན་དུས་དྲ་ལམ་ཐོག་ནས་ད་འདིའི་ཐོག་ལ་ཡང་ཐུགས་སྣང་གནང་མཁན་མང་པོ་ཅིག་ཡོད་པ་ཡིན་དུས་མཁྱེན་རྟོགས་སླད་དུ་རེ་སྨ་ཅིག་ཞུས་ན་བསམ་ཐུགས་ཟིན་ཡིན། དེ་ནས་ད། ད་མ་འོངས་པ་ལ། རྩ་བའི་ད་ལྟའི་ལས་གཞི་དེ་ལོ་ལྔ་ཡི་ལས་གཞི་ཡིན་དུས། ད་ལྟ་ལོ་གསུམ་འགྲོ་ཟིན་པ་བཅས་ད་ལྟ་ལོ་གཉིས་ཡིན་འདུག་ཟེར་རེད། ད་དུང་མུ་མཐུད་ནས་ལས་གཞི་འདི་རྒྱུན་སྐྱོང་གནང་དགོས་ཡ་ཐོག་ལ་བཀའ་བསྡུར་འདུག་བྱུང་ཡོད་རེད་ཁ་ཚིག་འདི་ཚོགས་འདུའི་འདུག་སེ་གནང་ཡོད་རེད། མུ་མཐུད་ནས་འདུག་སེ་གནང་གི་ལ་ད་གལ་ཆེ་ཤོས་དེ་ད་ལྟ། ད་ང་རང་ཚོ་ལས་བྱ་ཆོས་བརྒྱུད་འཛིན་པའི་ཁུངས་ཀྱི་ལས་གཞི་འདི་ལ་ཡང་མ་འོངས་པ་ལ་མཉམ་ཞུགས་གནང་ངེས་ཡིན་ན་འདྲ། པཱ་ལིའི་ཆོས་བརྒྱུད་འཛིན་པའི་ཁོངས་ནས་ལས་གཞི་འདི་ལ་མཉམ་ཞུགས་གནང་ངེས་ཡིན་ན་འདྲ། གལ་ཆེ་ཤོས་དེ། ལས་གཞི་འདི་ལ་མཉམ་ཞུགས་གནང་མཁན་གྱི་ད་ལྟ་སྡེ་བ་གཉིས་ཀྱི་དགེ་འདུན་པ་ཚོ་མི་འགྲོ་བསྐོ་གཏོང་བྱེད་པའི་སྐབས་ལ་གང་ག་གར་སོ་ལྟ་མི་གཅིག་ཐུགས་སྣང་ཡོད་པ་དང་སློབ་སྦྱོང་གི་གནས་ཚད་ཡག་པོ་ཡོད་དེ་ངས་འདི་འདྲ་གཅིག་བྱུང་པ་ཡིན་ན་དེ་འདྲ་གི་ཐོག་ནས་དེ་མཉམ་ཞུགས་གནང་ནས་མཉམ་ཞུགས་གནང་པའི་ད་ལྟ་ཅིག་གནད་དོན་མང་པོ་ཅིག་ཐོག་ལ་གོ་བསྡུར་དང་གོ་བསྡུར་དང་ག་ས་བློ་སྐྱེད་བྱུང་བཞག་པ་འདི་གའི་སྟེ་མི་སོ་སོ་མི་སོ་སོ་སོ་སོའི་སྒང་ལ་ཡ་ཕ་ཡ་གཅིག་པོ་མེད་པ་ཁྱབ་ཁུངས། སོ་སོའི་ཡོང་ཁུངས་ཀྱི་གོམ་པ་འདིའི་ནང་ལ་ཡང་ཡིན་གཅིག་མིན་གཅིག་དམངས་ལ་ཡང་འདིའི་གསལ་བཤད་གནང་དགོས་ཅིག་སྒྲིག་གཞི་དང་གཏན་འབེབས་འདུག་ཚུལ་ཡོད་ལ་འདི་གནང་དགོས་ཅིག་ཆགས་ཀྱི་ཡོད་པ་ཡིན་དུས། འདིའི་ནང་ལ་མཉམ་ཞུགས་གནང་མཁན་དེ་ཡིན་གཅིག་མིན་གཅིག་གིས་ད་ཅིག་པཱ་ལི་ཆོས་རྒྱུད་འཛིན་པའི་ཁོངས་ནས་ཐའི་ལེན་རེད་ཨནི་འབར་མ་ལ་ཀ་ས་ཤིར་ལང་ཀ་ལ་སོགས་པ་ད་ནི་དེ་དཔེ་མི་སྲིད་ཀྱི་ཡག་པོ་ཐུགས་སྣང་ཡོད་ངེས་ཞུ་ཡག་པོ་ཕེབས་ཤག་མ་འོངས་པ་ལས་ནས་དེ་དེ་བཞིན་གྱི་མི་སྤུས་ཚད་ཡག་པོ་ཞིག་དང་དེ་ལ་ཐུགས་སྣང་ཡག་པོ་གནང་མཁན་ཅིག་ངེས་པར་དུ་ཕེབས་དགོས་ཏེ་གནད་འགག་ཆེན་པོ་ཅིག་མཐོང་གི་འདུག་དེ་ནང་བཞིན་གྱི་ང་རང་ཚོ་ལས་བྱ་ཆོས་བརྒྱུད་འཛིན་པའི་ཁུངས་ཡིན་ན་ད་ལན་དེ་ཕན་ངེས་ཁུངས་ལ་ཡག་ཕྱག་དཔེ་སྤྲིངས་མཁན་དགེ་བཤེས་ཞི་རག་མང་པོ་ནམ་རྒྱུན་ནས་དགེ་བཤེས་གཉོམ་ཆུང་ཚུལ་ལྡན་འདི་གང་ལ་ཅིག་ཕྱག་དཔེ་རྒྱུན་དུ་ཕྱག་དཔེ་སྤེལ་ཉི་མ་རེ་རེ་ལ་ཡང་ཕྱག་དཔེ་ཆུ་སྟོད་དགུ་བཅུ། ལྷ་བྷེ་ཁྲིད་དེ་ངས་དེ་འདྲའི་གི་དག་གི་བཤད་མང་པོ་ཞུ་ཅིག་ད་རིང་འདི་ལ་མཉམ་ཞུགས་ཐུབ་པ་བྱུང་ཤག་དེ་ཡིན་དུས་དེའི་ཐོག་ནས་ཏན་ཏན་གི་དེ་མཉམ་ཞུགས་གནང་མཁན་མི་མང་པོ་ཅིག་ལས་གོ་སྐབས་མེད་པ་ཡིན་དུས་དེའི་ཐོག་ནས་ཅིག་ད་ལན་ནང་བཞིན་གི་མ་འོངས་པ་ལས་ན་དེ་ནང་མཉམ་ཞུགས་གནང་མཁན་དེ་གའི་དེ་ཡིན་གཅིག་མིན་གཅིག་གི་སྤུས་དག་པོ་ཅིག་བྱུང་པ་ཡིན་ན་དེའི་ཐོག་ནས་ལས་གཞི་འདིའི་གི་བརྒྱུད་ནས་ཕན་ཐོག་མང་པོ་ཅིག་ཡོང་ཐུབ་ཡ་ཅིག་རེ་བ་ཞུ་གི་ཡོད་ལ་འདི་ཡིན་གཅིག་མིན་གཅིག་ཐུགས་སྣང་ཅིག་གནང་རོགས་བྱས་ཟེར་ནས་མ་འོངས་པ་ལ་བཀོད་སྒྲིག་ཞུ་མཁན་དང་བཀོད་གཏོང་བྱེད་མཁན་དང་འབྲེལ་ཡོད་ཚང་མ་ལོ་ཏོ། འདི་ནང་མཉམ་ཞུགས་གནང་མཁན་གྱི་མི་འགྲོ་བཀོད་གཏོང་དེ་སྤུས་ཚད་ཡག་པོ་གཅིག་ཡོང་བ་ཐོག་ལ་མཉམ་སྤྱོད་ཅིག་གནང་རོགས་གནང་ཅེས་གསལ་འདེབས་གཅིག་ཞུ་ཡ་འདུག་ཟེར་ཡིན་གསལ་འདེབས་གཉིས་པ་དེ། ད་ལྟ་འདི་གཙོ་བོ་དེ་དགའ་ལྡན་ཕོ་བྲང་ཡིག་ཚང་ཕོ་ཤ་ཨེ་ཤ་གི་འབྲེལ་འདྲིས་ལས་ཁུངས་རེད། རྒྱལ་སྤྱིའི་དགེ་ལྡན་ལྷན་ཚོགས་རེད། རྒྱལ་སྤྱིའི་ནང་པའི་མཐུན་ཚོགས་རེད་དེ་ལ་སོགས་པ་དག་སྤྱི་ཡོངས་ཀྱི་ལོ་ཆགས་ཅན་གོ་སྒྲིག་གནང་མཁན་མང་པོ་གཅིག་ཐོག་ནས་གོ་སྒྲིག་གནང་མཁན་གྱི་ཐོག་ནས་ང་རང་ཚོ་ལེགས་ཆ་ཆོས་བརྒྱུད་འཛིན་མཁན་ཁོང་ནས་ཆ་མཚོན་པ་ཡིན་ན་བོད་ཀྱི་ས་དགེ་བཀའ་རྙིང། ཇོ་ནང་དང་བཅས་པ་གང་ལྟར་ཚང་མ་ལ་འདིར་མཉམ་ཞུགས་གནང་ཐུབ་ཡ་གཅིག་ཐོག་ལ་མགྲོན་བརྡ་འབུལ་དགོས་བ་རེད་མགྲོན་བརྡ་འབུལ་དགོས། བཏང་ལ་ཡ། འདི་མགྲོན་ལྟ་བུའི་ཡ་སྟེ། ཆོས་བརྒྱུད་ཁ་ཤས་ཅིག་ལ་ཕུལ་ཁ་ཤས་ཅིག་ལ་མ་ཕུལ་བ་བཅས་བྱས་ནས་འདི་ཡི་དབྱེ་བ་ཕྱེས་པས་སོ་རུ་དེ་འདྲས་མ་རེད་མགྲོན་ལྟ་དང་ཆ་ཚང་ཕུལ་དགོས་བ་རེད་མགྲོན་ལྟ་ཕུལ་ནས་ད་མཉམ་ཞུགས་གནང་ཐུབ་པ་དང་མ་ཐུབ་པའི་གནས་ཚུལ་ཡོང་གི་ཡོད་པ་ཡིན་དུས་འདིའི་སྐོར་ཐོག་ལ་ཡིན་ནམ་མ་འོངས་པ་ལ་ང་རང་ཚོ་ལེགས་ཆ་ཆོས་བརྒྱུད་འཛིན་པ་ད་གཙོ་བོའི་གངས་ཅན་ལྗོངས་ཀྱི་སྔ་འགྱུར་རྙིང་མ་ད་ནི་སྒྲུབ་བརྒྱུད་བཀའ་བརྒྱུད་དཔལ་ས་སྐྱ་པ་རུ་དགེ་འདུན་པ་ཇོ་ནང་དང་བཅས་པ་གང་དག་འདིའི་ནང་ལ་ཡང་མཉམ་ཞུགས་དང་ཆ་ཤས་ལེན་དགོས་ཧ་ཅང་གལ་ཆེན་པོ་ཅིག་མཐོང་གི་ལ་སྐད་ཅིག་དགོངས་བཞེས་གནང་དེ་བས་གཅིག་དག་ནང་བཞིན་གྱི་པཱ་ལི་ཆོས་བརྒྱུད་འཛིན་པ་ཡིན་ན་ད་ལྟའི་འདི་རྒྱལ་ཁབ་གསུམ་ཟེར་ཅིག་རེད། ཐའི་ལེན། སྲི་ལང་ཀ། ལའོ་སི་བཅས་ཆེས་མང་བ་ལ་ཡང་འདི་རྒྱལ་ཁབ་མང་ཟེར་ཅིག་རེད། ཅིག་གང་མང་མང་ཅིག་འདི་ཚོ་ལ་ཡང་མཉམ་ཞུགས་ཡོང་ཐུབ་ཡ་ཅིག་རེད་ཡང་ཅིག་རེད། རེ་བ་དང་འབོད་སྐུལ་ཞུ་ཨེ། རྩ་བའི་ད་རེས་སྐོར་གཡག་ནས་འདུག་ཚུལ་ཡོད་རེད་ཕྱག་ལས་གནང་མཁན་ཁོང་གི་བྱས་པ་ན་སིང་ག་པུར་ནས་ཡོད་རེད་ནི་རྒྱ་གར་ནས་ཡོད་རེད་འབྲུག་ནས་ཡོད་རེད་དེ་བྱས་བྱས་ད་རྒྱལ་ཁབ་མང་པོ་ཅིག་ད་འདི་འདི་མཉམ་མཉམ་འདུས་འདི་ཆགས་འདི་འདུས་དེ་གི་དེ་མ་དེ་བཤད་ཅིག་ཞུ་ཡ་ཡིན་དེ་ནས་ད་ད་ད་གསུང་རྒྱུར་ཐོག་ལ་ཡ་ད་གཙོ་བོ་ང་ཚོ་དཔེར་ན་ད་ལོ་ཡིན་ན་ད་ལོ་སྔས་མ་ཡིན་ན་གཙོ་བོ་འདུལ་བ་དང་གཙོ་བོ་འདི་ཚོའི་ཐོག་རེད་ད་འདི་ནི་ང་ཚོ

ད་ལྟ་པ་ལི་སྐད་དང་བདུད་རྩིའི་ནང་ལ་ཡང་སྔགས་ཀྱི་ཐ་སྙད་འདི་གས་དེ་ཞེ་དྲག་གི་གསལ་བོ་ཅིག་ཡོད་རྒྱུ་མ་རེད་བསམ་དྲན་གྱི་ངས་དེ་དམིགས་བསལ་གྱི་དོ་སྣང་བྱས་ནས་ཞིབ་འཇུག་བྱས་ཐབས་མ་བྱུང་སྟེ་བཙལ་བའི་དང་ང་རང་ཚོའི་གསང་སྔགས་ཀྱི་ཐེག་པ་ཆེན་པོ་ཡང་སྒོའི་གསང་སྔགས་དེ་ད་གཙོ་བོ་ལེགས་ཆ་ཆོས་བརྒྱུད་ནང་ནས་ཡོང་གི་ཡོད་པ་ཡིན་དུས་པ་ལིའི་ཆོས་བརྒྱུད་ནང་ལོགས་ལ་བདུད་རྩིའི་སྐོར་དེ་བལྟས་བསམ་གྱི་མེད་པ་ཡིན་དུས་འདིའི་ཐ་སྙད་འདི་གས་དེ། བལྟས་ཟེར་གྱི་བསྒྱུར་བའི་སྐབས་ལ་ཏན་ཏན་ཐ་སྙད་ནམ་རྒྱུན་ནས་དེ་ཀྱི་བེད་སྤྱོད་དང་བཀོལ་སྤྱོད་དང། ཉམས་བཞེས་དང་སྒྲིག་འཛུགས་ཐོག་ལ་དེ་ཙམ་མེད་པ་ཡིན་དུས་དེ་སྒྱུར་བཅོས་དང། ཐ་སྙད་བེད་སྤྱོད་བྱེད་ཡ་དེ་ཚོ་ཏག་ཏག་ག་འདྲེ་ཡོང་ངེས་མིན་མི་ཤེས། དེ་འདྲ་གཙོ་བོ་འགྲོ་དེ་ང་ཚོས་དེ་འདྲའི་བགྲོ་གླེང་ཚོགས་པའི་སྐབས་ལ་ད་སྐད་མང་པོ་གཅིག་བརྒྱུད་ནས་འགྲོ་དགོས་དགོས་པ་ཡིན་དུས་དེ་འདྲའི་ཐོག་ནས་ད། གོ་བརྡ་འཕྲོད་མ་འཕྲོད་དང་ཏག་ཏག་ཅིག་དོན་དག་གང་ལ་ཡོང་མ་ཡོང་དེ་ཏན་ཏན་ཅིག་འདི་འདྲའི་ཐོག་ནས

དེ་བཞིན་དུས་ཡིན་ལྟར་ལོ་ཁ་ཤས་འགྲོ་ཚར་བ་ཡིན་དུས་རང་ཐོག་ནས་རང་རང་གི་ཤེས་ཡོན་ལྷན་ཚོགས་ཀྱི་རྐང་འགན་བཞེས་གནང་བྱས་བྱས་ནས་འདུག་ཚུལ་རེད། འདི་ཡིན་དུས་གང་ལྟར་འབྲེལ་ཡོད་ཚོས་དཔེ་མི་སྲིད་ཀྱི་འདུག་ཚུལ་ད་རེས་འདིའི་ཐོག་ལ་ཡང་འགྲོ་འགྲོན་བཏང་ས་འགྲོ་འགྲོན་བཏང་གང་ལྟར་གོ་སྒྲིག་བྱས་ཡ་གང་ཅིའི་ཐོག་ལ་དཔེ་མི་སྲིད་འདུག་ཚུལ་གནང་སོང་ལ་དམིགས་བསལ་གྱིས་ཐུགས་ཆེ་ཟིན་ཞུས་བཀའ་དྲིན་ཆེ་མ་འོངས་པ་ལ་དེ་བཞིན་དུ་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས།